ཨོ་ལགས་སོ། ད་ནང་དོན་རིང་ལས་གནང་ལ་འཇུག་པའི་འགན་རྣམ་པ་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ། ད་དེ་རིང་འདི་ནས་མ་ཁ་ཚང་ཞུ་བའི་མཚམས་ནས་ཡང་སྟེགས་རྩིས་ཀྱི་བང་ཞིག་ཞུ་བ་ཡིན་དེ་ནས་ད་དེ་རིང་འདི་ནས་མ་ད། ཨོ་ལགས་སོ། དེ་ནས་ད་སྔ་ཕྱོགས་ཀྱི་ནི། རྒྱ་ཆེའི་ཐོས་པ་མང་དུ་རྩ་བའི་ས་སྐྱའི་དེ་ནང་སླེབས་ཡོད་རེད། ད་དེ་ལ་ནི་སྔ་ཕྱོགས་ལ་དེ་ནི་རྒྱུད་སྡེ་བཞི་ལ་དེ་ནི། ཨོ་ཕྱོགས་ད་རེས་མ་བྱས་པ་ནི་ལོ་ཉེར་ག་རེ་ཅིག་གནང་ཡོད་པ་ཨོ་དེ་གསུང་གི་འདུག་བ། ད་དེ་སྔོན་དེ་ལ་ནི་མི་སྲིད་ཀྱི་སྔགས་ལ་ཡང་དེ་ནས་འོ་ལ་སློབ་གཉེར་བྱེད་ཡ་ལ་ཐུགས་སྣང་ཆེན་པོ་ཅིག་གནང་དགོས་རྒྱུ་མཚན་གཞན་ཀུན་འོ་དེ་འདྲ་ཅིག་གསུངས་འདུག་བ་ད་སྔགས་ལ་ཐོས་བསམ་གྱིས་འཇུག་དགོས་རྒྱུ་མཚན་འོ་ད་དེ་མ་ཅིག་ཞུས་ན་འདིར་འདུག་ཟེར་གསུངས་འདུག་འདི་ན་རྫོགས་སངས་རྒྱས་སུ་བགྲོད་པ་ལ་ཟབ་མོ་རྡོ་རྗེ་ཐིག་དང་ཕར་ཕྱིན་ཐིག་རྣམ་པ་གཉིས་ཡོད། བདག་ཐིག་ཅན་གྱི་ཐིག་པ་དེ་ལ་ནི་ང་ཐིག་པ་དང། བར་དུ་ཕྱི་མའི་ཐིག་པ་གཉིས་ཡོད། རེས་འགའ་རྣམ་པ་གཉིས་ཡོད། གསང་སྔགས་ཕ་བྱིན་ལས་ཆེད་དུ་ཤིན་ཏུ་ཁྱད་པར་འཕགས་པ་ཡིན་ནོ་ཞེས། ཉི་མ་ཟླ་བ་ལྟ་བུ་ཀུན་ཏུ་གྲགས། དག། སྔགས་ཐིགས་པ་དང་མདོ་ཐིགས་པ་གཉིས་ཡོད་པའི་ནང་གི་ནང་ནས། གསང་སྔགས་རྡོ་རྗེ་ཐིགས་པ་དེ། ཕ་རྗེས་ཐིགས་པ་ནས་མཆོག་ཏུ་གྱུར་པ་རེད། ཐིགས་པ། ཁྱད་པར་དུ་འབབ་པ་རེད་ཉོས་བའི་ལམ་རེད་ཟེར་ན། དག། བོད་གངས་ཅུང་ལྗོངས་ཀྱི་མི་མང་བ་ཅག་གིས་དེ་འདི། དེ་ཤེས་བསྡད་ཀྱི་རེད་ཟེར་ཉི་མ་ཟླ་བ་ནི། མི་ཤེས་མཁན་ཡོག་མ་རེད་འོ་དེ་ནང་བཞིན་མང་ཆེ་བས་ཁ་ནི་དེ་ཤེས་ཤིང་གི་རེད་སོང་ནས། ཉི་མ་ཟླ་བ་ལྟ་བུའི་སྐུ་འདི་གྲགས་ཟིན། ཡིན་ན་ཡང་ལོ་ཉེ་བ་རིགས་མང་པོ་ཅིག་གིས་ཚིག་དེ་བདེན་པའི་ཚིག་ཏུ་འདོད་བཞིན་དུ། བཟང་མོའི་ཐིག་དེ་ཇི་ལྟ་བུ་ཞིག་ཅེས་ཚོལ་བ་མི་བརྗེད། རྗེ་རིན་པོ་ཆེས་བོད་གངས་ཅན་གཞུང་ལ་ཕེབས་བདེ་བའི་སྐབས་ལ་ཡང། འོ་ལ་སོ་གསང་སྔགས་དང་འདུལ་བ་གཉིས་དགའ་ཟེར་བ་གཅིག་ཉིད་དེ་ཚ་གྲང་ལྟ་བུ་འགའ་བ་རེད་ཟེར་དེ་ཡག་གི་དེའི་ལོ་ཏོག་འདྲ་བོ་དེ་གཞི་རྩ་དེ་དེ་ཚོས་ཡོད་ཀྱི་རེད། བ་དེ་ཡོད་པའི་ཐོག་ནས་ཡང་རིགས་གཅིག་གིས་ང་ལ་སོ་བཀའ་གདམས་པའི་བཤད་གྲྭ་དེ་ཚོ་གི་ནང་ལོགས་ནས་ཡང་ཕར་ཕྱིན་ག་ཟེར་རྒྱུ་ཕ་རོལ་ཏུ་ཕྱིན་པའི་ཐེག་པ་རེ་རྩ་བ་ཆེ་བ་འདྲ་བོ་གསུངས་ནས་ཡང་གསང་སྔགས་ལ་དེ་ག་ཟེར་གི་ཅིག་དང་དོད་ཆེན་པོ་མི་གནང་མཁན་ཡང་མང་པོ་ཡོད་ས་རེད། ཨ་ནི་རིགས་གཅིག་གིས་གཞུང་བཀའ་པོད་ལྔ་གི་ལུགས་ཉེར་དུ་རྩོལ་བ་བྱས་ནས་མ་གཏོགས་གསང་སྔགས་ལ་དེ་ག་ཟེར་གི་ད་ཅིག་དང་དོད་འདྲ་བོ་བྱས་ནས་མཐུ་གསང་ལྷོ་ཉེར་མི་བྱེད་ཨ་ཙམ་དུ་མ་ཟད་ད་གསང་སྔགས་ཉམས་ལེན་ཟེར་དུས་ཅིག་ཁ་འདོན་འདོན་ཡག་འདྲ་བོ་ཅིག་ད། ཨ་ནི་གཅིག་ལྷག་དགོན། ཕྲན་བུ་དགོན་ཡང་གཅིག་དང། ཨ་ཛོ་ཙོ་སྔགས་བདག་ཡང་འདྲ་བོ། ཨོ་དེ་འདྲ་གཅིག་མ་གཏོགས་སྔགས་ལ་དེ་ནི་ཅིག། མི་སེར་གྱི་གཅིག་ཟངས་མི་གནས་འདྲ་བོ་ཅིག། ཡོལ་བའི་སྣང་བ་འདྲ་བོ་མ་ཤག་གི་དེ་འདྲ་དཔེ་མང་པོ་འདུག་གསུངས། ད་ལྟའི་དཔེ་དེ་དོན་ནོར་དེ་ཡོད་རེད། བ་བ་ལ་སོགས་ཚིག་རྣམ་པས་གསང་སྔགས་དེ་བྱེད་པ་འཕགས་པ་རེད་ཟེར་ནས་ཚིག་དེ་བདེན་པ་འདོད་དེ་ཞོག་རེད་ཟེར་ཡིན་ན་ཡང་བྱེད་པ་འཕགས་ཐོང་གང་རེད་ཟེར་ནས་བཅོས་ནས་ཚིག་གི་ཡར་མར་ཚེ་དཔག་པའི་དངོས་འདི་དོན་གནས་པའི་གཞུང་ལ་ཕར་དཔང་པོ་བྱས་ནས་ད་ཉིན་མཚན་ཁོ་མོ་ཡོང་སྟེ་དུས་ཚང་གི་ལས་ལ་བྲེལ་ནས་དེ་འདྲ་བྱེད་ཀྱི་ཡོད་མ་རེད་ཟེར་ཚོར་བ་མི་བྱེད། ད་དེ་འདྲའི་རྐྱེན་ཡིན་པ་ཡིན་ན་ད་དེ་འདྲའི་ལྟས་ཅིག། དོན་དོན་ངག་མཁས་པ་ཡིན་ཟེར་ནས་མཁས་པའི་ཁུར་འཛིན་བདེ་བ་ཅིག་ཡིན་ན་ཡང། ད་ཕན་གི་མ་རེད་ཟེར་དེ་འདྲ་དེ་མཁས་པ་ཡིན་ཤེས་རབ་ཅན་ཡིན། ག་ཚད་ལབ་འདོད་ན། གཞུང་ལ་ཕྱོགས་རེ་བ་ཅིག་མ་ཙམ་མ་གཏོགས་ཤེས་ཡོད་མ་རེད་ཤེས་རབ་ཅན་རེད་ཡོད་མ་རེད་མཁས་པ་རེད་ཡོད་མ་རེད་ཟེར་ད་དོན་གྱི་མདོ་སྔགས་ཡོངས་རྫོགས་ལ་དེ་ནི་ཤེས་རབ་ཅན་དེ་རེད་ཡོད་མ་རེད། ག་རེ་རེད་ཟེར་ན། ཨ་ནེ་རྣམ་འདྲེན་བྱེད་པ་རྒྱལ་བ་ཤཱཀྱ་ཐུབ་པའི་བསྟན་པ་དངོས་དེ་ག་རེད་ཟེར་ན་གསང་སྔགས་རེད་བསྡད་པ་རེད། ཨོ་དེ་ཁྱོད་ཀྱི་ཟབ་གནད་མང་ཆེ་བ་གསང་སྔགས་ཀྱི་ནང་དུ་ཡོད་བསྡད་པ་རེད། གང་ན་ཡང་རྒྱ་བ་དཔལ་འབྲུག་དེ་ཚོ་གི་གསང་སྔགས་ཀྱི་ནང་ལོགས་ལ། མི་སེར་གྱི་རིག་པའི་རྣམ་གཞག་ཡང་དཔེ་གཞུང་ལོ་མང་པོ་གསུངས་ཡོད་རེད། ཏིང་ངེ་འཛིན་སྒོམ་པའི་རིམ་པ་མང་པོ་གསུངས་ཡོད་རེད། ཚུལ་ཁྲིམས་ཡིན་ན། ཡིན་ན་ཡང་ཧ་ཅང་གི་དེ་ནས་པའི་ཟབ་མོ་དེ་འདྲ་གསུངས་ཡོད་རེད།

གང་རུང་ཡང་ཚེ་མཐོན་པོ་བསླད་འོང་དུས་གང་ལ་རྣམ་རྟོག་ཐོག་རྫིས་བྱེད་མཁན་གྱི་རྗེས་ཐོབ་མཁན་གྱི་ལམ་ལ་བསླད་འོང་དུས་དེ་ཚོ་ལག་ལེན་བསྟར་ན། ཨ་ནུ་པའི་སྤྱན་སྔའི་གྲོགས་སུ་འགྱུར་དུག་སྨན་དུ་འགྱུར་ཉོན་མོངས་ལམ་དུ་འགྱུར། ཆགས་པ་གྲོགས་སུ་འགྱུར་བ་དེ་འདྲ་གི་དེ་འདྲ་བའི་གནད་འགག་ལ་བསླད་འོང་དུས་གང་ལ་ཨ་ནི་ཅིག་སྣང་ཞེན་བ་གི་རིགས་གཅིག

གསང་སྔགས་ཟིན་ངེས་དེ་ག་རེད་ཟེར་ན། ཚུལ་ཁྲིམས་དེ་ཕར་ཡར་རྒྱས་བཏང་ཡོད་རྒྱུ་དེ་ཆགས་བསྡད་པ་རེད་འདུལ་བའི་ཚུལ་ཁྲིམས་དེ་ཡར་རྒྱས་བཏང་ཡོད་རྒྱུ་དེ། དེ་དགེ་བའི་བཤེས་གཉེན་ཨ་ཁུ་རིན་པོ་ཆེ་ཤེས་རབ་ཀྱང་དེ་དེ་གསུངས་ཡོད་རེད་དཔེར་ན་ག་རེད་ཟེར་ན་གསང་སྔགས་ཀྱི་སྐབས་སུ། ཧོབ་ཏུ་བཀའ་ལ་བལྟས་ན་གཅིག་རིག་མ་བསྟན་ཡང་དག་བུ་མེད་བསྟན་ཡང་ལགས་སོགས་པ་དེ་འདྲ་མང་པོ་འདུག་བ། དེ་ཚོ་རྣམ་རྟོག་ལ་ཐོག་རྫིས་བྱེད་ངེས་དང་ཉོན་མོངས་ལང་དུ་བྱེད་ངེས་ཀྱི་དབང་དུ་བྱུང་བ་རེད་ཡིན་ནའང་དེ། དུ་མས་བསྟན་མཁན་དེ་ཚོ་ལ་བསྟན་པ་ལ་བསྟན་སྟངས་ཡོད་རེད་ཉོན་མོངས་པ་ཟས་ཀྱིས་གནོད་ནས་ཉོན་མོངས་པའི་དབལ་དེ་པར་དཀྱོག་ཐུབ་དགོས་ཀྱི་ཡོད་རེད་བའོ་དེ་བྱེད་དུ་ག་ལ་ག་རེད་ཟེར་ན། གསང་སྔགས་ཀྱི་སྐབས་སུ་དཔེར་ན་དེ་ནས། བུད་མེད་བསྟན་པ་ཡིན་ན་ཡང་ཁམས་འཛག་པའི་འཛག་བདེ་དེ། སྤང་དགོས་ཀྱི་ཡོད་རེད། ཁམས་འཛག་མེད་དེ་བཅིངས་ནས་བཅིངས་པ་ལས་བྱུང་བའི་བདེ་བ་གོ་དགོས་པ་རེད་མ་གཏོགས་ཁམས་འཛག་པའི་བདེ་བ་དེ་དོན་གཉེར་བྱེད་དགོས་པ་མ་རེད། ཁམས་འཛག་པའི་བདེ་བ་དེ་ནི་དོན་གཉེར་བྱེད་པ་ཡིན་ན་ནི་དེ་ནི་ག་རེད་ཟེར་ན། ཐ་མལ་པའི་ནི་འཁྲིག་སྤྱོད་ཀྱི་བྱ་བ་རེད་འགྲོ་དགོས་རེད། འོ་དེ་བྱས་ན་འདུལ་བའི་ཕམ་པ་ཟིང་གེ་དེ་ཆགས་འགྲོ་དགོས་རེད། འོ་དེ་བྱས་ཙང་ཀི་འདུལ་བའི་ནང་ནི་ག་རེད་ཟེར་ན། ཨོ་ཅི་མི་ཚངས་སྤྱོད་ཀྱི་ནི།

ངའི་ཆོག་གི་མ་རེད། སོང་བ་དང་ཨ་ཅག་ཅག་བྱས་ཏེ། ཁམས། བབས་པའི་སྡེ་བ་དེ། དོན་གཉེར་བྱེད་དགོས་ཀྱི་ཡོད་རེད་དེ་ཡིན་ན་ཁམས་འཛག་པའི་སྡེ་བ་དེ་བསྡོམས་དགོས་ཀྱི་ཡོད་རེད། དེ་ཡིན་ཙང་དེ་ནི་པའི་ཁམས་འཛག་པ་དེ་ག་འདྲིས་ཀྱིས་བསྡོམས་དགོས་ཀྱི་ཡོད་རེད་ག་དུས་བཀག་དགོས་ཀྱི་ཡོད་རེད་བཀག་རྡུང་ག་འདྲི་དགོས་ཀྱི་ཡོད་རེད། ཨོ། དེ་ཚོ་ཐམས་ཅད་ད་པའི།

དེ་བ་རྣམས་ཀྱི་ལུས་ངག་གི་དགེ་སྦྱོར་ཅི་ཡིན་ན་ལྷ་ཡི་རྣལ་འབྱོར་གྱི་ཐོག་ནས་བྱེད་དགོས་ཡ་སོང་འདུག་ག་ལ། ལུས་ངག་གི་དགེ་སྦྱོར་ཕྱག་དང་སྐོར་ར་དང་ལུས་ཀྱི་གཡོ་བ་ངག་གི་སྨྲ་བརྗོད་ཙམ་ཡིན་ན་ཡང། ཨ་རྡོ་རྗེ་འཆང་གི་ཐུན་མོང་མ་ཡིན་པའི་རྒྱུར་འགྲོ་བ་གཅིག་གིས་ཐང་གིས་རྨད་དུ་བྱུང་བ་གཅིག་སྒྲུབ་བྱེད་ཡ་ཡིན་ས་ནི་མདོ་ཕྱོགས་ཀྱི། ནས་ལ་ལ་བ་སོང་སྟེ། གོང་ནས་གོང་དུ་སྤེལ་ཤེས་བ་གཅིག་རེད་མ་གཏོགས་དེ་ཕར་གློད་ནས་དེ་ལས་གཞན་པ་གཅིག་ཚུར་དང་དུ་བླངས་བསྡད་པ་དེ་གཙང་གཉིས་ནི་མ་རེད་དེ་ཡིན་དུས། ཨོ་དེ་གས་དེ་ང་རང་སོང་གི་མཆན་བཀོད་དཔེ་གལ་ཆེན་པོ་རེད་དེ་ཡིན་དུས་མི་མང་པོ་གཅིག་གི་འོག་དེ་གསང་སྔགས་དེ་གཅིག་གུ་ཡངས་པོ་འདྲ་བོ་གཅིག་གོ་ནི་རེད་ཨོ་དུག་ཚི་ཆེན་འགྲོ་གི་ཡོད་རེད། ཨོ་དེ་འདྲས་མ་སོང་ང་ཅིག་གོ་ཡིན་ཙང་ནི་ག་རེ་ཟེར་ན་གསང་སྔགས་ལ་ཡིན་གཅིག་མི་གཉིས་འདུལ་བའི་ཚུལ་ཁྲིམས་ཡར་རྒྱས་གཏང་ཡང་གི་ཆེད་དུ་གསང་སྔགས་ཀྱི་ཚུལ་ཁྲིམས་ཀྱི་རྣམ་བཞག་གཙོ་བོ་བྱས་པའི་བདེ་སྟོང་གི་ཡེ་ཤེས་ལ་ཁམས་ཛམ་མེད་དུ་སྡོམ་དང་ཨོ་དེ་ནས་སྡོམ་པའི་རྣམ་བཞག་དེ་གཞི་དེ་གཅིག་ཁྱིམ་པ་གཅིག་ཤེས་དགོས་ཡ་དང་དེ་ཚོ་དཔེ་གལ་ཆེན་པོ་ཅིག་གསུང་བ་རེད། དེའང་ནང་བཞིན་དཀོན་མཆོག་གི་ཉེས་དམིགས། ཨོ་དེ་ནི་གཏི་མུག་མ་རིག་པའི་ཉེས་དམིགས་དག་ཧ་ཅང་གིས་གསུང་བ་རེད། ཨོ་དེ་ཚོ་ཐམས་ཅད་ཤི་བའི་ཐོག་ནས་ཨ་ནི་ཨོ་ཨ་ལགས་སོ་མདོ་སྔགས་ཀྱི་གྲོགས་སུ་འགྲོ་བ་ཅིག། ཨོ་ཨ་ལགས་སོ། ཨ་ནི་སྔགས་དེ་པའི་ཕར་ཕྱིན་གྱི་གྲོགས་སུ་འགྲོ་བ་ཨོ་དུག་སུ་འགོ་དགོས་རེད་མ་གཏོགས་དེ་གཉིས་འགལ་ཟླ་བ་ཅིག་ཆགས་ཡོད་མ་རེད་ཟེར་བ་དེ་འདྲ་ཡིན་དུས་གང་ལ་བྱས་ཙང་གིས་ཨ་ནི་ཅིག་གསང་སྔགས་ཀྱི་ཁྱི་ཚང་འདྲ་བོ་བཞི་དམངས་གཞི་གཅིག་ཕ་གཅིག་གི་སྐབས་སྟེང་གི་ཡོ་རོ་བ་ཧོ་ཏི་དེ་ཡར་རྒྱ་གཅིག་རོ་བ་ཧོ་ཏི་ཙམ་གྱིས་མཁས་པ་ཡིན་ན་ད་དེ་མཁས་པ་ཡོངས་སུ་རྫོགས་པ་ཆགས་མེད་ཡིན་ཚེ་ནི་དེ་ལས་གཞན་པའི་དབང་པོ་རྟུལ་པོ་གང་སོང། དེ་འདྲའི་གི་ཅིག་གསང་སྔགས་ཀྱི་ཉམས་ལེན་བྱེད་དགོས་མ་རེད་གསང་སྔགས་ལ་ཐུགས་པ་བསྐྱེད་དགོས་མ་རེད་མདོ་ཕྱོགས་དེ་ཙམ་གྱིས་འགྲིག་གི་རེད་ཟེར། ལབ་བདེ་ངས་གཅིག་ལ་མཁས་པ་ཡིན་ཟེར་ན་དེ་མཁས་པ་ཕྱོགས་རེ་བ་ཙམ་རེད་དངོས་གནས་ཡིན་ན། ཨ་ནེ། གཅིག་ལམ་བརླག་པར་སོང་ལ་སོགས་པ་གཞི་ལམ་འབྲས་བུའི་རྣམ་གཞག་དེ་གས་ཏེ་སངས་རྒྱས་ཀྱི་ས་ལ་ཡར། འགྲོ་སྟངས་དེ་གསང་སྔགས་ཀྱི་སྐབས་སུ་ཤིན་ཏུ་ཟབ་པོ་མང་པོ་ཡོད་རེད་དེ་ཡིན་ཚོ་དེ་ཚོ་ལ་རྩད་གཅོད་མི་ཐུབ་ཡིན་ཙང་དེ་ནི་དེ་ལྟ་བུ་དེ་དབང་པོ་སྟུག་པོ་ཆགས་བསྡད་ཡོད་རེད་གསུངས་ཡོད་རེད་ད། ཡིག་ཆ་རག་པ་ཙམ་ལ་མཁས་བདེ་ངས་ཀྱི་ཨོ་དེ་ཡིན་ཙང་ནི། གནས་ཚུལ་སྟེ་གཅིག་དེ་རེད་དེ་ལས་གཞན་པའི་དབང་པོ་སྟུག་པོ་གང། མདོ་སྔགས་ཕྱོགས་རེས་མི་མཁྱེན་ཟེར་ངས་ཆགས་ཡོད་རེད། དེའང་སྣང་བཞི་ཤིན་ཏུ་འཕྲད་ཁ་གོང་ན་མེད་པའི་ལམ་འདི་འདྲ་ཡལ་བར་འདོར་བ་སྤྱན་མ་འོངས་ཚར་སྔོན་ནི་རང་གསང་སྔགས་རྡོ་རྗེ་ཐིགས་པ་གསལ་ཏེ་འོག་ནས་གསུང་དུ་བ་སངས་རྒྱས་ལས་བྱུང་དཀོན་པའི་རྡོ་རྗེ་ཐིགས་ཟེར། སྐལ་བཟང་སངས་རྒྱས་སྟོང་རྩ་གཉིས་ཀྱི་ནང་ལ། ད་སྐལ་བཟང་གསུང་མ་གཏོགས་ཅི་དགོས་གསང་སྔགས་གསུང་དགོས་བ་མ་རེད་བ། འོ་དེ་འདྲ་ཅི་ཡིན་དེ་དུས་ག་ལ། ཨ་ནི་གསང་སྔགས་ལ་ཅི།

གནང་དགོས་ཀྱི་རེད། དེ་མ་ནི་ཡོང་གི་མ་རེད་གསུངས་ནའོ་ཏེ་ཤིན་ཏུ་ཁྲེལ་དགོས་གང་ན་མེད་པའི་ལམ་འདི་འདྲ་ཡལ་བ་འདུལ་བ་ཅན་མ་ཚང། དངོས་གནས་གསང་སྔགས་རྡོ་རྗེ་ཐེག་པ་ཤིན་ཏུ་ཁྲེལ་དགོས་བ་སངས་རྒྱས་ལས་ཀྱི་དགོན་པ་དེ་འདྲའི་སྤྱི་ཕག་གཡུགས་བཞག་ན། དེ་ལ་ཉམས་ལེའང་མ་སྐྱེ་འཁྲུལ་པའང་མ་སྐྱེ། འོ་ལ་སོང་མདོ་ཕྱོགས་ཀྱི་གསུང་རབ་ཙམ་གྱིས་ཚིམ་པར་བྱས་ན་དེ་ཙམ་ནི་འགྲིག་གི་མ་རེད་གསུངས་འདུག་བ། ཨོ་དེ་འདྲ་ཡིན་ཙང་ནི་ཨ་ནི་རྒྱལ་རིན་པོ་ཆེ་རང་ཉིད་ཀྱིས་དེ་ཉིད་ཆད་ན་ཟེར་རྒྱུ་མཚན་དེ་ཡིན་ཙང་ནི། ཨ་ད། དངོས་གནས་དོན་ནི་མདོ་སྔགས་ཡོངས་རྫོགས་ནི་འགག་མེད་གྲོགས་སུ་འཆད་དགོས་པ་ཡིན་ཙང་ནི། དེ་ཉིད་ཆད་ན་རྒྱལ་བའི་བསྟན་པ་མཆོག་སངས་རྒྱས་ལས་ཀྱང་དཀོན་པའི་རྡོ་རྗེ་འཆི་ལྟས་ཡིས། སྔགས་ཐུབ་པ་དེ་རྒྱལ་བའི་བསྟན་པའི་མཆོག་ཉིད་ཁོ་ལྟ་བུ་དེ་རེད། ཨ་ནི་དཀོན་པ་ཆེ་ནི་སངས་རྒྱས་ལས་ཀྱང་དཀོན་པའི་རྡོ་རྗེ་དེ་སྐལ་བཟང་འདི་ལ་སངས་རྒྱས་སྟོང་རྩ་གཉིས་འདོན་དགོས། རྡོ་རྗེ་ཐེག་པ་སྲུང་བ་དེ་དངོས་གནས་ཡིན་ན་ད་སྣང་འགྲེལ་བཞི་པ་དེ་རེད། དེ་ནི་གཞན་ཉིད་འདི་ལྟར་རིག་པས་བསྒྲུབ་བ་ཙམ་གྱི་རེ་བའང་འོང་བ་ཐུགས་སུ་ཡིན་ནམ། སངས་རྒྱས་ལས་ཀྱང་དཀོན་པའི་རྡོ་རྗེའི་ཐིག། ཨ་ནི། མཆོག་དང་ཐུན་མོང་གི་སྔོན་འགྲོའི་སྙིང་གའི་གཏད་དུ་གྱུར་པ་རེད། སྔོན་འགྲོའི་སྙིང་གའི་གཏད་ཆོས་ཟབ་མོ་དེར་བཞུགས་ནས། ཨ་རྒྱ་རིན་པོ་ཆེ་གིས་ཨ་ཏི་དམ་ཅན་གྱི་དགོས་པ་དང། ཨ་ནི་ལྡོག་ཕྱོགས་ཀྱི་ཅིག། ལོག་རྟོག་དུ་སུ་ལྡོག་དགོས་པ་མཐོང་ནས། ཨ་ནི་དེར་གསང་སྔགས་ལ་བཞུགས་པ་ཡིན་གསུངས། རེ་ད་བཞུགས་ནས་འབད་པ་མང་པོའི་རིང་དུ་བསྐྱངས། ཇི་ལྟ་བ་དག་དེར་རྒྱའི་བདག་ཉིད་ཆེན་པོ་རང་ཉིད་ཀྱི་ཡིན་ན་ཡང་བྱོན་པའི་དུས་ཚོད་དེ། ད་ལྟ་ང་རང་ཚོ་བསྟོད་པ་དོན་ལྡན་མི་སྣ་ལ་གསུངས་རེད། ལྟ་བ་ཡིད་བྱེད་བཀག་ཙམ་དང་གསང་སྔགས་འཇིག་རྟེན་སྤྱོད་པ་དང་ལྟ་བ་ཡིད་བྱེད་བཀག་ཙམ་དུ་གྱུར་ཚེ་དབང་པོ་ཏོག་གི་དྲུང་དམ་ཅི་བཞིན་དུ་ཆོས་ཀྱི་སྲིད་འོད་ཟེར་རྒྱལ་རིན་པོ་ཆེ་ཕེབས་ཡག་གི། དུས་སྐབས་ཀྱི་ཅིག་དཀའ་ངལ་འདྲ་བོ་དེ་དག་ང་རང་ཚོ་ཨ་ནི་ཅིག་རྒྱལ་རིན་པོ་ཆེ་གི་དམིགས་བསལ་གྱི་ཅིག་ལོ་ཏོག་ཆེན་པོ་ཅིག་ག་རེ་བསལ་ཡོད་རེད་དེ་ཆོག་སེར་ཡག་གི་ཆེད་དུ་ལས་བྱེད་རྨད་དུ་བྱུང་བ་ག་རེ་གཅིག་འཛེགས་དགོས་ཀྱི་ཡོད་རེད་འཛེགས་པའི་ལམ་སྲོལ་ཆེན་པོ་ག་རེ་ཐོག་ནས་ཐུན་མོང་མ་ཡིན་པ་གཅིག་གཏོད་དགོས་ཀྱི་ཡོད་རེད་སངས་རྒྱས་ཀྱི་བསྟན་པ་སྤྱི་དང། བསླབ་པ་དེར་བོད་གངས་ཅན་གཞུང་གིས་དག་གིས་སྔོན་གྱི། བྱོན་ཟིན་པའི་དེ་ནས་ཆོས་རྒྱལ་མི་བོ་རྣམས་གསུང། ཨོའོ། དང་ཨ་ནི་བོད་མཁས་རྡོ་ཆོས་གསུམ་གྱིས། མཚོན་པའི་དེ་ནས་ལོ་ཙཱ་བ་རིན་ཆེན་བཟང་པོ་ལ་སོགས་པ་ས་སྐྱའི་གོང་མ་རྣམ་ལྔ་ལ་སོགས་པའོ་དེ་རྣམས་ཀྱིས་དག་གི་མདོ་སྔགས་ཡོངས་རྫོགས་ཀྱི་དག་གི་བསྟན་པ་སྲོལ་གཏོད་བཞེད་པ་དེ། མུ་མཐུད་ནས་དག་ཐེར་བྱས་ནས་ནི་དཔེ་ཡོངས་སུ་རྫོགས་པ་དེ་འཛིན་སྟངས་གང་འདྲས་ཅིག་བྱེད་དགོས་ཀྱི་ཡོད་མེད་འོ་ད་དེ་གཞུང་འདྲ་བོ་དེ་གང་འདྲས་བསམ་དགོས་ཀྱི་ཡོད་མེད་དེ་རྗེ་བདག་ཉིད་ཆེན་པོ་གིས་ཨོ་ལ་སོགས་གང་འདྲས་གནང་ཡོད་མེད་དེ་ད་དེ་འདྲ་དེ་དམ་ཅན་བཞིན་དུ་ཁྱོད་ཀྱིས་སུས་ཟེར་ཨོ་དེ་སོང་ཡང་ད་མི་སྲིད་ཀྱི་ད་རྗེ་བདག་ཉིད་ཆེན་པོ་གིས་བསྟན་པ་འདི་བ་ལ་སོགས་མདོ་ཡི་ཆ་ནས་ནི་ཟབ་མོ་འོག་མིན་ལྟ་བ་དེ་གཙོ་བོ་རེད་ད་དེ་ན་ནི། འདིའི་དང་གཉིས་ཆེན་པོའི་ལྟ་བ་དངོས་གཞི་ག་རེ་ཟེར་ན། བ་ལ་སོགས་བསྟན་པ་དངོས་གཞི་དེ་གསང་སྔགས་ཀྱི་བསྟན་པ་རེད་གསུངས་འདུག་བ། དེ་ཚེ་རྒྱལ་དང་གཉིས་ཆེན་པོའི་གསུང་པོ་ཏི་བཅོ་བརྒྱད་ཀྱི་ནང་ལ། མང་ཤོས་དེ་ད། བ་ལ་སོགས་ད་གསང་སྔགས་ཀྱི་སྐོར་རེད་འདོད་རེད་དེ་ནང་ནས་ཀྱང་གསང་བ་འདུས་པའི་སྐོར་རེད་འདོད་རེད་པོ་ཏི་ཕ་རྗེས་དྲུག་མ་ཟིན་ཚེ་དེ་འདྲ་ཡོད་རེད། དེ་ཡིན་ཚུལ་ལེགས་བཤད་པས་དྲི་མ་མེད་པར་རིགས་པ་སྐྱེ་བ་གསུམ་གྱི་སྒོ་ནས་བདག་ཤ་བཅད་བསྡུས་པའི་ལེགས་བཤད་ཡང་གསང་འདུས་པའི་སྐོར་རྒྱ་ཆེན་པོ་ཕྱག་འདེབས་ཀྱི་བར་བ། དེ་ཡང་དཔེར་ན་ལྟ་བ་དང་དང་གསང་སྔགས་གཉིས་ཏེ་དང་དམིགས་བསལ་གྱི་དག་ལེགས་བཤད་ཕུལ་དུ་བྱུང་བ་མཛད་རྗེས་ཕུལ་དུ་བྱུང་བ་དེ་ལ་བཞག་ཡོད་ཚད་ནི་སྔ་རོལ་སོགས་ཡིན་ལ་ད་དེ་སོགས་ལ་ཅིས་མ་ལང་རེ་ན་རྒྱབ། དུས་ཚོད་ཐོག་ནས་ངོ་ནས་བསྟན་པ་དང་འགྲོ་བ་སེམས་ཅན་གང་ག་ལ་དང་བོ་ཅིས་ཕན་ཐོགས་ཡོང་བདེ་བ། ང་ཚོ་བོད་ཀྱི་ལོ་རྒྱུས་ནང་བསྟན་དང་འདིར་ཅིག། མཉམ་པ་ལ་སོགས་ཡོངས་ཡངས་དང་གཅིག། སྟོན་པ་རིན་ཆེན་མཆོག་གིས་མ་ཆགས་པར་སྐྱབས་ཀྱི་མཉམ་པ་བརྗོད་པའི་ས་ཕྱོགས་གང་བ་ཡིན་ན་དེ་ཚོ་པ། ཡག་པོ་དེ་ཆ་བེད་འགྲོ་ཐུབ་ཡག་གི་ད་ཐུགས་རྗེ་སྨོན་ལམ་རེད་ཨ་ནི། འོ་བ་ལ་སོགས་སི། ཐུགས་ཤུགས་བསྐྱེད་དགོས་ཡ་དེ་དཔེར་གལ་ཆེན་པོ་རེད་བ། འོ། ཐུགས་སེ་ཡིན་ས་ནས་ཨ་ནི་ཤོར་ནས་འབད་པ་མང་པོའི་རིང་དུ་རྒྱང་ཟེར་བ་ཐུགས་སེ་དེ་ནས་ད། ཕལ་ཆེར་ད་སྐུ་ཚེ་སྨད་ལ་གསང་སྔགས་དེ་ལས་ཤུགས་ཆེན་པོ་ཞི་བ་ཅིག་རྒྱང་གནང་ཡོད་རེད་བ། དེ་ཡང་དག་གསང་སྔགས་ཀྱི་དགེ་བའི་བཤེས་གཉེན་ཕལ་ཆེར་དཔེ་མང་པོ་ཞིབ་པར་བསྟན་ཡོད་རོ། ད་ལྟ་སྐབས་དེ་ལ་བཞུགས་པའི་དངོས་གནས་ཀྱི་བཀའ་བརྒྱུད་ཀྱི་ཕྱོགས་ནི་རེད་ཨོ། དེ་ག་ནང་བཞིན་ཐ་ཅིག་ས་སྐྱ་ཀྱི་ཕྱོགས་ནི་རེད་ཨོ། ཇོ་ནང་གི་ཕྱོགས་ནི་ཡིན་ན་རེད་བཀའ་གདམས་ཀྱི་ཕྱོགས་ནི་ཡིན་ན་རེད་ཨོ། བུ་ལུགས་པ་ཀྱི་ཕྱོགས་ནི་ཡིན་ན་རེད་གང་ས་གང་དུ་ད་གསང་སྔགས་ཀྱི་སྐོར་དེ་ཞལ་འོད་དེ་པ་ཧ་ཅང་གི་ད་བླ་མ་མང་པོ་བསྟེན་ནས་ད་སེམས་ཅན་སྣང་རོགས། ཨོ་ད་ཐུགས་སུ་རེད་འདུག་བ་ཨོ་དེ་ཡིན་འདུག་ག་ལ། ཨ་ཨ་བཀའ་དྲིན་ཆེ་བ་རྗེ་བཙུན་མཁྱེན་པའི་གཏེར་རེ་ཟུང་རེད་ད་དེ་ནས་མ་ད། ཨ་དེ་ནས་རྒྱུད་སྡེ་བཞི་ག་ལ་ཕྱོགས་རེ་མེད་པར་བསྐྱངས་པས་ཡིན་ཟེར་ཡང་བླ་མ་ཁ་ཤས་གཙོ་བོ་བླ་མས་དེ་ནང་ནས་ཚུལ་གྱི་དུང་འཁོར་གཙོ་བོར་གནང་སྟེ། ཨ་རིག་སྐྱིད་ཡང་སྐྱིད། ཨོ་ཨ་ལ་སོགས་གསང་འདི་པ་སྐོར་ལ་གཙོ་བོར་གནང་དེ་ཡང་མ་གཏོགས་རྒྱུད་སྡེ་གཞན་ལ་ཞེ་དྲག་རྒྱུས་མེད་མཁན་འདྲ་བ་དེ་འདྲས་ཅེས་རིགས་ཀྱི་བདག་བླ་མའི་གཙོ་བོ་ནའང་མ་གཏོགས་རྒྱུད་སྡེ་འོག་མ་ལ་ཞེ་དྲག་རྒྱུད་མེད་མཁན་འདྲ་བོ་དེ་འདྲའི་རེ་སོ་ན་འགྲིག་གི་མི་འདུག། ག་རེ་ཟེར་ན་རྒྱུད་སྡེ་བཞི་ཡི་ནང་ནས། ད། བྱ་རྒྱུད་སྤྱོད་རྒྱུད་གནང་རྒྱུད་རྒྱུད་གནང་རྒྱུད་བླ་མེད་ཀྱི་རྒྱུད་བཞི་ཡོད་རེད་བ་ཟང་ང་དེ་ནང་ནས་ད་མཆོག་ཏུ་གྱུར་པ་དེ་བླ་མེད་རེད། ཡིན་ན་ཡང་བླ་མའི་ལྟ་བའི་ཐད། མཆོག་ཡིན་པ་རེད་ཤེས་པ་ལ་དེ་འོག་མ་རྒྱུད་སྡེ་འོག་མ་གིས་ལངས་ཀྱི་གནང་བྱ་དེ་བཞིན་ཡག་པོ་མ་ཤེས་ན། ཨ་ནི། གནད་འགག་ག་རེ་ཅིག་ལ་བརྟེན་ནས་ཨ་ནི་བླ་མེད་ཀྱི་རྒྱུད་སྡེ་དེ་རྒྱུད་སྡེ་མཆོག་ཡིན་པ་ཤེས་དགོས་རེད་ཤེས་སྤྲོ་ཡ་ཡོད་མ་རེད་བ།

རྒྱུད་སྡེ་འོག་མ་གསུམ་གྱིས་ལམ་གྱི་ཚུལ་མི་ཤེས་དེ་ཡིས། རྣལ་འབྱོར་བླ་མས་རྒྱུད་རྒྱུད་སྡེ་ཀུན་གྱི་མཆོག་ཏུ་ཐག་བཅད་ཀྱང། དེ་འདྲའི་དམ་བཅའ་ཐག་བཅད་ན་ཡང་དེ་འདྲའི་དམ་བཅའ་དེ་དང་པོ་དམ་བཅའ་བ་ཙམ་རེ་བ་དེ་ཡིན་ཏེ་དམ་བཅའ་ཙམ་དུ་ཟད་པར་ལེགས་མཐོང་ནས།

ཨ་ནི་དཔེ་མེད་རིགས། ཨ་ནི་རྡོ་རྗེའི་རིགས་ཟེར་ནའོ་ཐུགས་སུ་ཆུད་བྱ་རྒྱུ་རིགས་གསུམ་ཡོད་རེད་བ། ཨོ། དེ་སོགས་ཀྱི་རྒྱུད་སྡེ་དེ་སོགས་ལ། ཨ་ནི་དཔེ། ཅེས་བྱིན་པ་སྦྱང་བ་ཡིན་གསུངས་རེད་བ་དེ་ཡིན་དུས་བྱ་བ་སྤྱི་ཡི་རྒྱུད་སྡེ་ལ། གསང་བ་བཅུའི་རྒྱུད་བཅས་ཨ་ནི་ལེགས་པར་གྲུབ་བ་ཟེར་ལེགས་གྲུབ་ཅེས་ཨ་ནི་དཔུང་བཟང་གིས་ཞུས་པ་ཟེར་བཅས་ཡོད། ཨ་ནི་གསང་བདེ་ཕྱི་མ་སོགས་ཟེར་དོན་དེར་བྱ་བ་སྤྱི་ཡི་རྒྱུད་ཀྱི་བྱེ་བྲག་མང་པོ་ཡོད་ས་རེད། ད་དེ་སོགས་འགྲེལ་བ་དགོངས་འགྲེལ་དུ་བྱས་པ་ཡོད་རེད་བ། དོན་དག་དག་ག་རེད་ཟེར་ན། བྱ་ཤོད་ལ་མཁས་པ། མི་གཉིས་སངས་རྒྱས་གསང་བ་དང་ལོ་པེར་བྱང་ཆུབ་མཆོག་གཉིས་ཀྱི་གཞུང་གཙོ་བོ་བྱས་ནས། ཨ་ནི་ཐུགས་སྦྱོང་གནང་བ་ཡིན་ཟེར་དེ་ཡིན་དུ་བྱ་བ་ཅི་ཡི་རྒྱུ་ཞེས་ཨ་ནི་བྱ་རྒྱུད་སོ་སོ་དེ་ལ་བྱ་རྒྱུད་རིགས་གསུམ་སྤྱི་དང་ཟེར་ཐང་རྒྱུད་དེ་རིགས་གསུམ་སྤྱི་རྒྱུད་དང་རིགས་བཞི་དེ་རེད། ཨ་ནི་བྱེ་བྲག་བྱ་རྒྱུད་རིགས་སོ་སོ་ལ་ཡང་ནང་གསེས་ཀྱི་རིགས་བདུན་དང་ལྔ་མང་པོ་ཡོད་རེད་བ། ཨོ་ད་སོ་ཆ་ཚང་ལ་དེ་ནི།

ད་སྤྱོད་རྒྱུད་དེ་བོད་ལ་མང་པོ་འགྱུར་ཡོད་མ་རེད་ད་སྤྱོད་རྒྱུད་ཀྱི་གཙོ་བོ་དེ་རྣམ་སྣང་སྔོན་བྱོན་གྱི་རྒྱུད་དང་ལག་ན་རྡོ་རྗེ་དབང་བསྐུར་བའི་རྒྱུད་གཉིས་གཙོ་བོ་རེད། འཇིག་རྟེན་སྙིང་པར་སྤྱོད་པའི་རྒྱུད་རྣམས་ཀྱི་གཙོ་བོར་གྱུར་པ་རྣམ་སྣང་སྔོན་བྱང་གི་རྒྱུད་ལ་སྦྱངས་པས། སྤྱོད་པའི་རྒྱུད་ཀྱི་ཕྱོགས་གང་ཡིན་དེ་ལ་ལེགས་པར་ངེས་པར་བྱས་ཚུལ་འདི་སེམས་ཅན་དུ་མ་གླེང་མི་གདའ། བཀའ་དྲིན་ཆེ་བ་རྗེ་བཙུན་ཆེན་པོའི་གཏེར་རེད་ཟེར་ད་དེ་ལ་ཡང་ལོ་པཎ་བྱང་ཆུབ་མཆོག་དང། སངས་རྒྱས་གསང་བའི་འབྲེལ་བ་ཡོད་ཀྱི་རེད་འོ་དེ་ཚོ་དོན་ནས་སྦྱོང་བ་ཡིན་ཟེར་སྤྱོད་རྒྱུད། དེ་ནས་དག་རྒྱུད་སྡེ་གསུམ་པ་དེ་དག་རྣལ་འབྱོར་གྱི་རྒྱུད་ཟེར་ཡང་འདི་དག་ཕལ་ཆེར་དག་རྒྱུད་སྡེ་རབ་འབྱམས་ཀྱི་ནང་ནས་དག་རྣལ་འབྱོར་རྒྱུད་འདི་དག་རྒྱ་ཆེ་ཤོས་ཆགས་ཀྱི་ཡོད་རེད། རྩ་རྒྱུད་ཁོ་རང་དེ་ཉིད་བསྡུས་པ་དེ་ལ་དཔེ་མང་པོ་སྐྱེས་ཏེ། བཤད་རྒྱུད་དཔལ་འབྱོར་དང་པོ་དང་ནི་རྡོ་རྗེ་རྩེ་མོ་གཉིས་དཔེ་མང་པོ། དག་དེ་སོགས་ཀྱི་འགྲེལ་བ་ནི་ཤཱཀྱ་བཤེས་གཉེན་དང། ཨོ་ཨོ་ལ་སོགས་དག་དེ་ནི་དག་དོན་དག་དེ་རྣལ་འབྱོར་རྒྱུད་ཀྱི་ནི་ཅིག་འགྲེལ་བ་མཛད་མཁན་ལ་ཡོ་ག་ལ་མཁས་པ་མི་གསུངས་ཟེར་གྱི་རེད་བ།

སྐུ་བརྙན་གྱི་དེ་ཉིད་སྣང་བ། འོ་ད་དེ་སོགས་སངས་རྒྱས་གསང་བའི་བསྡུས་དོན། འོ་དེ་སོགས་ལ་བརྟེན་ནས་ནི། འོ་རྣལ་འབྱོར་རྒྱུད་ལ་རྐྱང་པ་སྣང་བ་ཡིན་གསུངས་ད་དེ་རེད། རྒྱུད་སྡེ་གཉིས། འོ་དེ་ནས་རྒྱུད་སྡེ་གསུམ་པ་རྣལ་འབྱོར་རྒྱུད་རྣམས་ཀྱི་གཙོ་བོ་ད་དེ་ཉིད་བསྡུས་པ། རྩ་རྒྱུད་དེ་ཉིད་བསྡུས་པ་རྡོ་རྗེ་དབྱིངས་ཀྱི་རྒྱུད། ས་བཅུའི་དེ་ཉིད་བསྡུས་པའི་རྒྱུད། ཨ་ནི་བཤད་རྒྱུད་རྡོ་རྗེ་རྩེ་མོ། ལ་སོགས་པ་སོ་ད་དཔལ་འབྱོར་དང་པོ་ཡོད་རེད་བ། ལ་སོགས་པ་ནི་གཏན་འཁེལ་པ་མི་གསུང་གི་གཞུང་རྒྱ་ཆེན་པོ་རེད་པས་པོ་ཏི་པོ་ཏི་འདི་བ། སྦྱངས་པས་རྣལ་འབྱོར་རྒྱུད་ཀྱི་དགའ་སྟོན་མྱོང་གསུང་འདི་བ། ཡ་མཚན་པོ་གི་དེ་ནས་ཉམས་ལེན་གི་གནད་འགག་མང་པོ་འདུག། ཨ་སྦྱངས་པས་རྣལ་འབྱོར་རྒྱུད་ཀྱི་དགའ་སྟོན་མྱོང་ཚུལ་འདི་བསམ་བཞིན་དུ་མ་གླེང་འདི་དག། བཀའ་དྲིན་ཆེ་བ་རྗེ་བཙུན་ཆེན་པོའི་གཏེར། དེ་ནས་རྣལ་འབྱོར་བླ་མེད་ཀྱི་རྒྱུད་ལ་ནི་སྦྱངས་པ་རྣམས་དང་དེ་ལ་བཞི་པ་རྣལ་འབྱོར་བླ་ན་མེད་པ་ལ། ཕ་ཡུལ་འཁྱིལ་པ་རྣམས་ལ་ཉི་ཟླ་ལྟར་ཡོངས་སུ་གྲགས་པའི་ཕ་རྒྱུད་འདུས་པ་དང། རྣལ་འབྱོར་མ། རྒྱུད་སྐྱེས་རྡོར་བདེ་མཆོག་གིས་དང། དང། བླ་མེད་ཀྱི་རྒྱུད་ཐམས་ཅད་ཀྱི་ནང་ནས་དེ་ནི་ཉི་མ་དང་ཟླ་བ་ལྟ་བུར་གྲགས་པ་སྟེ། ཉི་མ་ལྟ་བུ་དེ་དག་དཔལ་གསང་བ་འདུས་པ་རེད་རྒྱུད་ཐམས་ཅད་ཀྱི་དག་རྩེ་མོ། ཟླ་བ་ལྟ་བུ་དེ་དག་དཔལ་འཁོར་ལོ་སྡོམ་པ་རེད། འོ་དེ་ཡིན་ད་ནི་ཡོངས་སུ་གྲགས་པའི་ཕ་རྒྱུད་གསང་བ་འདུས་པ་བཅས། ཨ་ནི་མ་རྒྱུད་འཁོར་ལོ་བདེ་མཆོག་བཅས་ཨ་ནི་ལྕེ་རྡོ་རྗེ་ཀྱི་རྒྱུད། འོ་ད་དེ་གཉིས་ཏེ། ལྕེ་རྡོར་དང། འོ་བདེ་མཆོག་གི་རྒྱུད། ད་དེ་གཉིས་ཀས་ནི་བཤད་རྒྱུད་མང་པོ་ཡོད་རེད་འོ་དེ་ཚོ། རྩ་རྒྱུད་ཨ་ནི་བཤད་པའི་རྒྱུད་ལ་སོགས་པ་དང་གསུངས་ད་དེ་ནི་དེ་ལས་གཞན་པའི་གཤེན་གྱི་གཤེད་སྐོར་དང། ཏེ་མ་ཧཱ་མ་ཡ།

དྲི་མེད་བའི་འོག་དེ་ལ་སྦྱངས་པ་ཡིན་སོགས་གསལ་བྱེད་དྲི་མ་མེད་པའི་འོད་ལ་སྦྱངས། ཚུལ་འདི་ཟབ་ཅིང་འདུན་མ་ལེན་འདི་དག་བཀའ་དྲིན་ཆེ་བ་རྗེ་བཙུན་མཁྱེན་པའི་གཏེར། དང་པོ་རྒྱ་ཆད་བསྟོད་པ་མང་དུ་བསྩལ་བའི་སྐབས་དེ་དང་པོའོ་སོགས་དང་ཐུགས་སུ་བྱས་ནས། ད་དེ་ཡན་ཆད་དེ་ལ་རྗེ་བདག་ཉིད་ཆེན་པོས་མདོ་སྔགས་ཀྱི་གསུང་རབ་རབ་འབྱམས་ལ་དྭོགས་ཐོས་པར་གནང་སྟངས་ལྟ་དེ་ཆ་ཚང་གཅིག་འགྲོ་རེད་ད། ཨོ་ཅེ་ད་ལྟ་ང་རང་སོགས་ཡིན་ན་ད་དེ་རིང་ཁ་ཚང་འདྲ་བོ་ང་རང་སོགས་ལྟ་བའི་ཆ་བཞག་ན། སྐབས་ཀྱི་ངག་རིང་ཆེན་མོ་འདྲ་བོ་བཏུས་སུ་ལོ་བ་མ་གཏོགས་ཅི་གི་ཅི། ད་ཕལ་ཆེར་བོད་གངས་ཅན་གྱི་གཞུང་ལ་དག་རེ་རེ་ནས་རེ་འདོད་ཡོད་རྒྱུ་རེད་མ་གཏོགས་ཅིག་གིས་ད་ད་ལྟ་འདི་ནང་ལ་གསུང་བ་ནང་བཞིན་གྱི་ཅིག་བྱ་བ་སྤྱི་ཡི་རྒྱུ་དང་སོ་སོ་བའི་རྒྱུ་དང་དེ་སོགས་དང་རྩ་འགྲེལ་སྒྲ་ད་རྒྱང་གི་བར་གྱི་ད་ཉིན་མོའི་སྐར་མ་ནང་བཞིན་རེ་བ་ད་རེ་རེ་ནས་རེ་ན་ཐག་མ་བཀག་པ་ཡོད་རྒྱུ་རེད། འོ་ན་རྗེ་བདག་ཉིད་ཆེན་པོ་དེ་འདྲས་ཀྱིས་དེ་ནི་ཐོས་པ་རྒྱ་ཆེན་པོ་སངས་རྒྱས་མི་ཆགས་པ་དེ་འདྲས་ཅིག་གནང་བར་རེ་བ་ད་འོག་ཏུ་ཟེར་རེ་ལགས་སོ་ད་དེ་རིང་འདི་བཞག་གི་ཡིན། ཨོ་ཡ། ད་དེ་ནས་ད་འདི་ནང་ལ། དང་པོ་རྒྱ་ཆད་ཐོས་པ་མང་དུ་བཙལ་བ་བཀྲིས་ན་ལ་དྭགས། གཙོ་བོ་དེ་དག་རྫོགས་ལྡན་ཁ་ཐུག་ལ་ད་གཞུང་དཀར་པོའི་ང་བྱང་ཚང་གཅིག་གསུངས་ཡོད་རེད་མ་གཏོགས། དེ་ནས་འདིའི་དངོས་གཞི་དེ་ལ་དྭགས་གཙོ་བོ་འདུ། ཚད་མ་དང་དབུ་མ་གཉིས་དེ་གསུངས་འདུག་ཨ་འདུ་བ་ལ། དམིགས་བསལ་རྒྱང་ཡང་དེ། སྔགས་ལ་ད་རྒྱུད་སྡེ་བཞིར་དུ་འགོད་དུ་བཅུག་པ་གསུངས་འདུག་ཨ། ཨོ། དུ་ཚོགས་ལ་བརྟགས་ནས་ཡང་ནི་ཅིག། བརྟགས་འདུག་ག་ལ་བརྟགས་ཅིག་དེ་རིང་ག་ཙམ་འདྲ་བོ་ཡིན་པ་ཡིན་ན་ཡང། དངོས་གནས་ཀྱི་མཚན་རེད་པ་རེད། ཨོ་ད་དུ་ཚོགས་ཀྱིས་ཅིག། བཤད་པ་ནང་བཞིན་བྱས་ནས་ཅིག་ལོང་དྲང་བ་བདེན་བ་ཙམ་མ་ཡིན་པར། སྟོན་པའི་བཀའ་ཚད་མ་ཁས་ལེན་དགོས་རེད་ཟེར་ནས་སྟོན་པ་ལ། མགོ་སྔས་བརྒྱབ་པ་ཙམ་མ་ཡིན་པར་ཀོ། རིག་པ་དྲི་མ་མེད་པ་ཅིག་གིས། ཀ་ར་སེ་ན་རྣམ་པར་འབྱེད་དུ་ཡང་ཅི་མེད་པ་ཡིན་ན། དེ་ཁོང་ཆུ་བོའི་མར་བ་བ་དེ་བྱེད་དུ་རྗེ་བདག་ཉིད་ཆེན་པོ་ཨེ། ཉིད་ཀྱིས་ཡང་ས་དེ་དུས་ནས། ཅིག་དེ་རིང་ཁ་ཚང་གི་ལངས་ཕྱོགས་འདི་དང་མཐུན་པ་འདྲ་བོ་ཅིག། ལོག་རྟོག་བསལ་ཡག་གི་ཡིག་ཚགས་འདྲ་བོ་ཅིག་སྟེང་བཞིན་མི་སྲོག་འདྲ་བོ་ཅིག་རེད་འདུག་བ་ལ་བ་ལོ་ནས་གནང་སྟངས་དེ་ཚོར་བརྟགས་ན། ཨོ་ད་ཐུགས་ཟེར་རེད་ཤག། ཨོ་ཡ། དེ་ནི་བཀྲ་ཤིས་བདེ་ལེགས།